ཁ་མེད་འདྲ་པོ་ཞུ་བ་བྱུང་མ་སོང། ད་དེ་རིང་དེ་ནས་མ། ད་ང་རང་ཚོ་གི་ད་ལྟའི་གི་དུས་ཚོད་ལ། ཨ་ནེ་ཅིག་གི་སྤུ་གུ་ལབ་གྲ་མང་པོ་ཅིག་ཨ་ནེ་ཅིག་གི་ཐུགས་རྒྱུག་བཏང་བཞིན་པ་དང་དེ་ནས་མུ་མཐུད་ནས། ང་རང་ཚོ་གི་ད་གཞུང་ཞབས་པའི་ཡིག་ཚད། དེ་འདྲའི་ཅིག་གི་བཏང་ལ་ཉེ་བ་ཅིག་གི་དུས་ཚོད་ཅིག་ཆགས་བསྡད་ཀྱི་ཡོད་རེད།

ཕ་མས་བུ་ཕྲུག་ལ་ཡང་བསམ་ཤེས་གནང་དགོས་ཀྱི་རེད་ལ་བུ་ཕྲུག་གིས་ཕ་མ་ལ་ཡང་བསམ་ཤེས་ཤིག་གནང་དགོས་ཀྱི་འདུག་དང་པོ་དེ་བུ་ཕྲུག་གིས་ཕ་མ་ཡ་བསམ་ཤེས་དེ་ག་རེ་བྱེད་དགོས་ཀྱི་རེད་ཟེར་ན། ད་ང་རང་ཚོ་མཐོ་རྒྱུགས་ཡིན་ནའང་རེད་དེ་ག་ནང་བཞིན་གྱི་གཞུང་ཞབས་པའི་གི་ཡིག་ཚད་རེད་བ་ལས་འགལ་གྱི་ཡིག་ཚད་ཡིན་ནའང་རེད་ད་དེ་ཚོ་ཡང་གཅིག་གིས་ཕ་མས་གི་པས་དཀའ་ལས་མང་པོ་ཞེ་བོ་བརྒྱབ་ནས་ལོ་བཅུ་ཨ་ནི་གཅིག་གིས་ད་དགུ་བཅུ་བཅུ་བཞི། བཅུ་གཉིས་བཅུ་བཞི་དེ་འདྲའི་ཡ་རླབས་འདྲ་ལ་ཡ་བཏང་བ་རེད་དེ་ཡང་དཀའ་ལས་མང་པོ་ཞི་བ་ཅིག་བརྒྱབ་བཞག་ཡོད་བ་རེད། ཨ་དེ་འདྲས་ཡིན་དུས་རྩམ་པ་ཡ་ཨ་ནི་གཅིག་གི་བུ་ཕྲུག་ཚོགས་ཀྱི་ཡིན་ནའི་ལས་ཐུགས་རྒྱུགས་བཏང་ཡག་ཡིན་ན་རེད་ལ་དེ་ག་ནང་བཞིན་དུ་ཨ་གཞུང་ཞབས་པའི་ཡིག་རྩལ་བཏང་ཡག་ཡིན་ན་རེད། མཐའ་གཅིག་ལོན་སྦེད་ཀྱི་ངེས་པ་སུ་གཅིག་ཡོག་མ་རེད་དེ་ཡིན་ན་ཡང་གཅིག་གི་རང་རང་སོ་སོའི་གི་གཅིག་གི་ད་ནུས་ཤུགས་སུ་འགོར་བ་ད་གཅིག་གི་དེ་སེམས་ཤུགས་དེ་ཡིན་གཅིག་མིན་གཅིག་སྤུག་སོགས་གི་རྒྱབ་དགོ་གི་རེད་བསམ་གི་འདུག་ད་ཡོག་མ་རེད་ད་ང་དེ་བྱུང་ན་བྱུང་མ་བྱུང་ན་མ་བྱུང་ད་གཅིག་ཆགས་འགྲོ་གི་རེད་བསམ་བསྡད་བསྡད་ན་རྩ་བ་ཉིད་ནས་ཡོང་གི་ཡོག་མ་རེད་ཕ་མེས་ཀྱི་རེ་བ་ཆེན་པོ་ཞེ་བོ་གཅིག་བཅངས་བསྡད་ཡོག་རེད་དཔེར་ན་ང་རང་ཚོ་བོད་པའི་གཏམ་དཔེ་གཅིག་ཡོད་པ། ཆུང་འོག་མས་གསོལ་བ་དེ་དགྲ་ཆུ་སྲིན་ག་ལ་རྒྱབ་ཡ་ཡིན་ཟེར་ཡ་ཇི་ལྟར། དེ་འདྲའི་རེ་བས་གཏམ་དཔེ་དེ་འོ་དེ་ནང་བཞིན་རེད་ཨ་ནི་ལོ་མང་པོ་ཅིག་ག་ལས་རྒྱབ་རྒྱབ་རྒྱབ་རྒྱབ། ཨ་ནི་ཅིག་གི་དག་ཡིག་རྩལ་བཏང་ས་ལས་དུས་ཙམ་པ་ཡ་ཨ་ནི་ཅིག་གི་དག་སོ་སོ་གི་ལུག་རྫི་སྤྱི་སྒྲིམ་གི་ཨ་ནི་ཅིག་གི་གང་ཡོང་ཅི་ཡོང་ཅིག་གི་གནང་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བུ་གུ་ཚོ་གི་ཡིན་ན་ཡང་དག་ཅིག་གི་དག་ཟི་ལྟར་བྱུང་ན་ཡང་བྱུང་མ་བྱུང་ན་མ་བྱུང་བསམ་པའི་གི་གེ་རེ་འདྲ་པོ་མ་བཤད་པ་བྱེད། དེ་ན་ཡང་དེ་སྤྱི་སྐད་ཆེན་པོ་རེད་ཤགས། ད་དེ་སྤུ་གུས་ཕ་མ་བསམ་ཤེས་བྱེད་དགོས་རེད། ད་བསམ་ཤེས་ཟེར་ན་ཡང་སོ་སོའི་གི་མདུན་ལམ་ཡང་གཅིག་ཐུག་བསྡད་གི་ཡོད་རེད། ད་གཉིས་ནས་ཕ་མ་ཚོ་གི་སྤུ་གུར་ཡང་བསམ་ཤེས་ག་རེ་གནང་དགོས་རེད་ཟེར་ན། ད་ང་རང་ཚོ་དེང་སང་གི་ཞིང་འབྲོག་གི་མང་ཚོགས་ཀྱི་སྤུ་གུ་དེ་ཚོ་ཡང་དཔེ་གནོད་ཤུགས་ཆེན་པོ་ཞེ་བོ་ཅིག་སྤྲད་འགྲོ་གི་འདུག་བ། ད་རྒྱུ་དམར་ཁྲོད་ཚ་སྙན་མོ་ད་སློབ་སྦྱོང་བྱས་པ་དེ་སྟོང་ཟད་འདྲ་པོ་ཆེ་ད་ཀླད་ཀོར་འདྲ་པོ་ཆེ་ཆགས་པའི་ངོས་འཛིན་གནང་གི་འདུག་ཨ། དེ་འདྲའི་རྩ་བ་ཉིད་ནས་མར་བཞག་བསམ་གྱི་འདུག་ང་རང་ཚོ་སྤུ་གུ་བླ་བྲང་འབྲོག་གཡག་གི་དམིགས་ཡུལ་དེ་ག་རེ་རེད་པས་ཟེར་ན་གཞུང་ཞབས་པའི་གི་ཡིག་ཚད་ལོན་ནས་ལས་བྱེད་པ་ཤ་ཡག་གཅིག་པོའི་གི་དམིགས་ཡུལ་དེ་བཅངས་བསྡད་པ་ཡིན་ན་དམིགས་ཡུལ་དེ་སྐྱོ་པོ་ཞོ་པོ་ཅིག་རེད་བསམ་གྱི་འདུག། ད་བྱས་ན་ག་རེ་རེད་བས་ད་གཞན་དག་མི་ཡུལ་ག་རེ་ཡོད་རེད་བས་ཟེར་ན། ང་རང་ཚོ་གི་སྤུ་གུ་ཅིག་སློབ་སྦྱོང་ཡག་པོ་ཅིག་བཞག་སོང་ན་ཁོ་གཞུང་བཞག་པ་བཞག་ན་ཡག་ཤོས་རེད་མ་བཞག་ན་ཡང་མཐའ་གཅིག་ཏུ་དེ་འདྲའི་གི་ཅིག་འདུག་གོ་ཡ་དེ་འདྲའི་རྩ་བ་གཉིས་ནི་ཡོད་མ་རེད་བསམ་གྱིན་འདུག། གཙོ་བོ་དེ་ང་རང་ཚོ་སློབ་སྦྱོང་དེ་བྱས་རང་རང་སོ་སོ་ཡང་རིག་གནས་དེ་ཡོད་སོང་ན། ཨ་ན་གཅིག་གི་ཨ་མའི་བུ་ལ་ཡོན་ཏོན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མེད་ཟིག་ཡོད་རེད་བ། ཨ་ནི་དགའ་ཟླའི་ཁྲིད་བྱས་ཙང་ཡི་གེའི་ཡ་ཁྲིད་སྒང་ལ་བླ་མེད་ཀྱི་ཁྲིད་སྒང་འགྲོ་གི་རེད་ཟེར་གྱི་ཡོག་མ་རེད། བྱ་བ་ག་རེ་ཡིན་ན་ཡང་འགོ་ཆོག་གི་རུ་བ་ཁོ་རིག་གནས་དེ་ཡོད་ཚར་བས་ཆུ་བོ་དགའ་ཟླའི་གི་སྤྱི་ཚོགས་དེ། རིག་གནས་ཀྱི་སྤྱི་ཚོགས་ཅིག་གི་རེད། དེ་ཡིན་དུས་ཙམ་པ་ཡང་ང་རང་ཚོ་སྤུ་གུ་དེ་ཚོ་གི་སླབ་གྲགས་རྣམ་པས་གི་སློབ་ཆུང་དེ་ཡིན་ཅིག་མིན་ཅིག་ཡག་པོ་བྱེད་དགོ་གི་རེད། གཞུང་ཞབས་པས་གི་རྒྱུ་ལོན་དང་མ་ལོན་ཟེར་ཡ་དེ་གནས་ཚུལ་ཁ་ཁ་ཅིག་རེད། དཔེར་ན་ང་རང་ཚོ་ཕ་མ་ཚོ་གི་ཡང་ཐུགས་བསམ་ཅིག་བཞེས་དང། ང་ཚོ་ཞིང་འབྲོག་མང་ཚོགས་ཀྱི་ད་ཕ་མ་མང་པོ་ཅིག་གི་ད་སྤུ་གུ་དེ་གཞུང་ཞབས་པའི་ཡིག་ཚད་མ་ལོན་དུས་ཙམ་པ་ད་སློབ་གྲྭར་ལོ་བཅུ་ཅན་ལྔ་ག་ཚད་ཆེ་ན་གང་ག་ཅིག་གི་སྟོང་ཟད་འདྲ་པོ་ཡིན་པར་ངོས་འཛིན་གནང་འདུག་བ། དེ་དེ་འདྲའི་རྩ་བ་ཉིད་ནས་མ་འཛིན་རོགས་གནང་སྤུ་གུ་ཡང་བསམ་ཤེས་ཅིག་གནང་རོགས་གནང། ཡིག་ཚད་བཏང་པའི་སྐབས་སུ་ཡིན་ན་ཡང་ཕ་མེས་ཀྱི་པས་སྤུ་གུ་གནོན་ཤུགས་འདྲ་པོ་ཞེ་བོ་སྤྲད་ཡོང་གི་འདུག་བ་ཁ་ཤས་ཀྱིས་མིའི་ཚོགས་ཀྱི་སྤུ་གུ་ག་འདྲས་འཇལ་མི་འདུག་གས་ཡི་གེའི་སྤུ་གུ་ག་འདྲས་འཇལ་འདུག་གས་མི་གེའི་སྤུ་གུ་ག་འདྲས་འཇལ་མ་འདུག་གས་ཁྱེད་ཚོ་ལབ་ཁྲག་ནས་ཆག་ཕྱིན་པ་རེད་ཁ་ལག་ནས་ཆག་ཟད་པ་རེད་ད་ཁྱོད་ར་མ་ལོན་པ་ག་རེ་བྱས་པ་རེད་ཁྱོད་ར་ཡིག་རྩལ་མ་ལོ་ནག་ལ་ལོག་ཡོང་མ་གོ་མདོ་མདོ་འདྲ་བོ་དེ་འདྲའི་གསུང་མཁན་ཁ་ཤས་འདུག་ག་ད་སྙིང་རྗེ་སོ་སོ་ཡ་ད་ཅིག་ཡེ་ག་ར་ཟིག་གོ་རེད། ཅིག་གིས་སོ་སོའི་གི་གཏམ་བསྡོད་ཟིན་ནས་མི་འདུག་ད་དེ་འདྲས་ཅིག་རེད་བ། དེ་ཚོ་དཔེར་ལྟ་སྟངས་སྡུག་པོ་ཞིག་བོ་ཅིག་འདུག་དེ་འདྲས་གི་ལྟ་ཉིས་ས་མ་རེད། སྤུ་གུ་ཡང་བསམ་ཤེས་གནང་རོགས་གནང། དཔེར་ན་སྤུ་གུ་ཚོ་དེ་ཚོ་བླ་བྲ་ལ་བཏང་ནས་རིག་གནས་ཡག་བོ་ཅིག་ཡོད་སོང་ན་དེང་སང་ལས་ཀ་འཚལ་ས་མང་བོ་ཞིག་བོ་ཡོད་རེད། ཨ་ནི་མི་དེང་སང་གི་སྤུ་གུ་གང་ག་བླ་བྲ་བཏང་གི་ཡོད་རེད་བླ་བྲ་བཏང་ཚད་ཆ་ཚང་ལས་བྱེད་པ་ཤར་བ་ཡིན་ན

དགོས་པ་དེ་ག་རེ་བྱུང་ཕན་ཐོགས་ག་རེ་བྱུང་མི་རེད་ཟེར་ན། དེང་སང་སྨན་ཁང་ཟ་ཁང་མགྲོན་ཁང། ཨ་ནི་གཅིག་གི་ནམ་གྲུ་ཐང་ཟེར་ཡ་འདྲ་པོ་མེ་འཁོར་ཐང་ཟེར་ཡ་འདྲ་པོ། ད་གཅིག་དཔེར་ན། རླངས་འཁོར་བཟོ་ཉེན་ཅིག་ཡིན་པ་ཡིན་ན་ཡང་སྔོན་མ་ཡིན་ན་རྟ་ཁོ་ཕི་ཁའི་མིག་གཏད་ནས་བཟོ་བཞིན་འགྲིག་གི་ཡོད་རེད་གཞན་དག་གས་ཤེས་དགོས་ཀྱི་མ་རེད་ཡིན་ན་ཡང་དེང་སང་འདྲ་པོ་ཡིན་ན་འགྲིག་གི་མ་རེད། ཁོ་རིག་གནས་དེ་མེད་ཚར་བའི་ཞུ་གོ་རླངས་འཁོར་ཡང་བཟོ་བཞིན་གྱི་མི་འདུག་ག། ཨ་སྤོ་བོ་དེ་རིག་གནས་ཡག་པོ་ཅིག་ཡོད་བཟོ་ན་ཁོ་ག་རེ་བྱས་ན་ཡང་བྱེད་ཡག་འདུག་ག་ལས་ཀ། ཁོ་རིག་གནས་སློབ་ཆུང་བྱམས་པས་ཀྱི་མཇུག་འབྲས་རེད་བ་ད་དེ། དེ་ཡིན་དུས་རྩམ་པ་ང་རང་ཚོ་ཕ་མ་ཚོགས་ཡིན་ན་ཡང་སྤུ་གུ་ལ་ཡ་མཐའ་གཅིག་ཏུ་བད་ད་ཅིག་གི་རེད་ད་བླག་དྲ་ཕྱིན་ནས་ཨ་ནི་དེའི་མཇུག་འབྲས་དེ་མཐའ་གཅིག་གཞུང་ཞབས་པའི་ཡིག་རྩད་ལོན་ཡག་འདྲ་པོ་གཅིག་དགོས་ཀྱི་ཆེད་དུ་མ་ཡིན་པ་ཅིག་ངོས་འཛིན་གནང་རོགས་གནང་རེད་བ། སྤུ་གུ་ཚོགས་ཀྱི་ཡིན་ན་ཡང་ཅིག་གི་ད་སོ་སོའི་གི་བཏང་པའི་སྐབས་སུ་ད་ལོ་ཚིགས་བྱེད་ཁྲིམས་བྱེད་བོར་བ། ད་ང་གཉིས་ལེན་གི་མ་རེད་ད། ད་ག་ར་བོ་སྤུ་གུ་ཏང་གཉིས་ད་ག་ར་བོ་རེད། ཨ་ནི་ཅིག་གིས་ག་རེ་རེད་བས་ད་ང་སློབ་སྦྱོང་ནི་ཡག་པོ་ཞིག་རག་མེད་བསམ་བྱས་དེ་འདྲའི་རྩ་བ་གཉིས་ནས་ན་ཉན་གི་མ་རེད་སོ་སོ་སོ་དེ་སྤོབས་པ་གོ་རེད་ལས་ཀ་ནི་ངས་སྒྲུབ་ཐུབ་གི་རེད་ངས་ཡོང་གི་རེད་བསམ་བས་ཀྱི་སྤོབས་པ་ཅིག་གོ་གི་རེད། དཔེར་ན། ང་རང་ཚོ་ནམ་རྒྱུན་དུག་རྟ་དེད་དུས་ཙམ་མ་ད་གཞུང་ཞབས་པས་ཀྱི་ཡིག་ཚད་ལོན་མཁན་ཡིན་ན་ཡང་སློབ་སྦྱོང་ཡག་རྐྱང་ལོན་པའི་ངེས་པ་ཅིག་ཡང་མི་འདུག་ག། འདི་ང་ཚོས་མཐོང་ཡོང་གི་འདུག་བ། སློབ་སྦྱོང་ཡག་རེད་ཡག་རྩེད་ལས་བསྡད་པའི་ཟོང་འབྲུ་ཆུ་མང་པོ་ཞུ་གྱི་འདུག་བ། ང་རང་ཚོས་རླུང་རྟ་རྒྱུགས་ཚུལ་ཡག་ཞིག་འདུག་བ་དང་རླུང་རྟ་རང་ད་རྒྱུགས་གི་ཡོད་ན་མེད་ན་དེ་གང་དག་ཅིག་བལྟས་ཚེ་ཅིག་དེ་བཟའ་ཟ་འདམ་ཡག་ཡིན་ན་རེད་སོ་སོའི་གི་ལས་ཀ་དེ་ཡིན་ན་རེད་དེ་འདྲ་ཡོང་བསྡད་གི་འདུག་བ་པུའུ་ཚོགས་པ་ཡིན་ནའི་ལས་ཡིག་ཚད་མ་བཏང་གོང་ལ་སོ་སོའི་སེམས་ཤུགས་རེ་རྒྱབ་དགོས་གི་རེད་སེམས་ཤུགས་ཁེལ་ནས་ཡིག་ཚད་བཏང་དགོས་གི་རེད། ཨ་ནི་ཕ་མ་ཚོགས་གི་ཡིན་ན་ལས་སྤུ་གོ་ཡག་སྐད་ཆ་ཡག་པོ་བཤད་རེ་བ་ཡག་པོ་སྦྱངས། ཨམ་སོ་སོ་སོས་གེགས་བྱེད་ཀྱི་འདུག་བ་སོ་ཨ་མ་ལམ་དེ་འདྲེ་ལྟ་འོ་ད་ག་འདག་ཅིག་གཉིས་བྱ་བསམ་ཤེས་ནང་བྱས་དེ་ནང་ན་ཡག་པོ་ཞུ་གི་ཡོང་ས་རེད་དེ་མིན་ན་པའི་པོ་གུ་ཡ་གནོད་ཤུགས་དེ་ཆེ་དྲག་པ་ཡིན་ན་ཨ་ནི་ཅིག་གི་ཡིག་ཚད་མ་ལོན་ཙང་ཨ་ནི་པོ་གུ་པའི་འདའ་བ་ཁ་ཤས་དང་ལོ་ཁ་ཤས་ཅིག་ནང་ལ་ལོ་འདུན་མེད་པའི་སོ་འདྲ་ཅིག་ཨ་ཕ་མེས་ཀྱི་རྣམ་འགྱུར་དེ་ཡང་བལ་དེ་ཁ་ཁ་འདྲ་བོ་ཤག་བྱས་དུས་ཨ་པོ་གུ་པའི་སེམས་ནང་ལོ་ལ་ཡང་མ་བསྡེབས་ཤག་འགྲོ་གི་འདུག་བ་ཨ་ནི་ཕ་མ་དང་བུ་ཕྲུག་བར་གྱི་བརྩེ་བ་ལ་ཡང་སྐྱོན་བརྒྱབ་འདི་ཡག་པོ་ཞིག་རག་མི་འདུག་གསུང་གི་འདུག་དེ་ཡིན་དུས་ང་རང་ཚོ་གི་ཅི་ཡི་ཅི་ལ་བསམ་ཤེས་གནང་རོགས་གནང། ཞུ་གི་ཡིན་ཨ་ནེ་ཅིག་གི་ཡིག་རྒྱུགས་ལ་ཞུགས་མཁན་ཡོངས་ལ་ཡང། གཡུལ་ཟས་ཀྱི་འབྲས་བཟང་མཐོ་བའི་གི་སྨོན་ལམ་ཞུ་གི་ཡིན་ཐུགས་རྗེ་ཆེ་ཨ་ནེ། ལན་རྒྱས་ཤུགས་བསྐྱོན་གནང་ཞོགས།